ཨོ། ཤ་ཁྲག་གཅིག་པའི་བུད་མེད་ཚོ། ཨ་ནི་སེང་སེང་གནང་མཁན་ཚོ། དེ་རིང་ཉིས་སྟོང་ཉིས་བརྩེགས་ལྔ། སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་རེད་ཤག། ད། ང་གི་ཞུ་ཡ་འདི། ང་ཚོ་བོད་རིགས་ཚོ། དེང་དུས་ས་ལུགས་དང་མཐུན་པ་ཅིག་བྱུང་ན་ཟེར་ཡ་དེ་འདྲའི་རྣམ་འགྱུར་གྱི་ཐོག་ནས་དེ་འདྲའི་བལྟས་ཚོད་ཞུས་ཡོད་རེད་ད་དེ་འདྲའི་དེང་དུས་ས་ལུགས་དང་མཐུན་པའི་བོད་པ་མང་ཆེ་དེང་དུས་ས་ལུགས་དང་མཐུན་པ་ཅིག་བྱུང་ན་བསམ་བསམ་དེ་འདྲའི་མང་པོ་ཡོད་རེད་མང་པོ་བྱུང་ཡོད་རེད

ཨེ། དེ་གི་ལོ་རྒྱུས་སོགས་རེ་ཅིག་གོ་མྱོང། ཨ་ནི་ང་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་དེ་བླ་བྲོར་ཕྱུག་རེད། རྒྱལ་བ་བསྟན་འཛིན་རྒྱ་མཚོ་གིས་བཙུགས་པའི་བླ་བྲོ་དེ་ཕྱུག་རེད་ཤེས་རིག་འོག་ལ་རེད་བསྡད་པ་རེད། ཨེ་ནི་ད་མགོ་ཟླ་བ་ཁ་ཤས་ཀྱིས་ཟློས་གར་ཚོགས་ས་དེ་ཞོག་ཁོ་རེ་དེའི་ཞོག་ཁོ་ང་ཚོ་སིམ་ལ་ལ་བོད་ནས་སིམ་ལའི་ལབ་གྲ་རང་རེ་བྱུང་རེད་ཨ་ནི་ཞོག་ཁོ་ཡ་ཆེ་མ་ཆེ་ཐུབ་བསྟུན་ནུབ་ཕྱོགས་ལ་ལས་དེ་ནས་རྒྱ་གར་ལ་ཕག་ཅིང་རྒྱ་གར་ལ་ཕྱག་ལས་ཞུས་ནས་ཨའི་ལས་ཀ་དེ་འདྲ་གཏད་སོས་བྱས་ནས་ཡང་ནུབ་ཕྱོགས་ལ་ང་རང་གི་ཐབས་ཤེས་ཚད་མཚུ་ལེན་རྒྱུ་རེད་ད་དེང་དུས་སུ་དེ་དུས་དེ་དུས་ག་རེ་གོ་མྱོང་ག་རེ་ཡོད་སེ་བརྩམས་པ་ང་ཚོ་རྗེས་ལུས་ཐེབས་པའི་མི་རེ་ད་སིན། ང་ཚོ་རྗེས་ལུས་ཐེབས་ནི། ཐེབས་ནི། ཨ་ནི། གང་ཡང་མ་ཤེས་པའི་ཐོག་ནས། འཛམ་བུ་གླིང་འདི་རྒྱལ་ཁབ་ག་ཚོད་ཡོད་མེད། རྒྱལ་ཁབ་དེ་ཚོ་ག་རེ་གར་འཛིན་སྐྱོང་ག་རེ་བྱེད་ཀྱི་ཡོད་མེད། རྒྱལ་ཁབ་དེ་ཚོ་གཅིག་གིས་གཅིག་ལ། མཐུན་ལམ་དང། སྒྲ་བཤད་ག་འདྲ་ཡོད་མེད། ཨཱ་ནི་ཁ་ཆེ་ཟེར་མཁན་དེ་འདྲ་ག་འདྲ་ག་འདྲ་ག་འདྲ་ཟེར་ཡོད་མེད་ཡོད་མེད། མི་རིགས་ནག་པོ་ཟེར་མཁན་དེ་འདྲ་ཡོད་རེད་ཡོད་མ་རེད་དེ་འདྲ་གི་རྩ་ནས་ཤེས་ཀྱི་ཡོད་མ་མ་ཤེས་ཚེ་དེ་ང་ཚོས་དེ་འདྲ་ཧོབ་ཐུག་ག་རྒྱ་གར་ལས་དུས་ང་ཚོ་རྗེས་ལུས་ཐེབས་པའི་མི་རིགས་ཞིག་རེད་ཤག་རྗེས་ལུས་ཐེབས་དུས་མ་ཤེས་པ་དེའི་ཐོག་ནས་ཨཱ་ནི། རྒྱ་དམར་པོ་གིས་སྤྱི་ཚོགས་འགོ་ཁྲིད་ཞུ་ཞེ་དགུ་ལ། མའོ་ཙེ་ཏུང་གིས་དམག་ཁྱབ་སྦྲགས་གནང་བྱས། ད་བོད་དེ་བཅིངས་འགྲོལ་བཏང་གི་ཡིན་ཟེར་གྱིན་ལབ། ལབ་ནི་རྒྱ་ནག་ལ་ཕ་ཁོ་རང་ཚོ་ཐོབ་པའི་དམར་པོ་དམར་ཤོག་དེ་ཐོབ་ནི་གོ་མིན་ཏང་དེ་མ་སྤེལ་ནི་བོད་ནི་བཅིངས་པ་རེད་བ། བཅིངས་ནི་བོད་བོད་ལ་བཅིངས་འགྲོལ་བཏང་གི་ཡིན་ཟོས་དུས། ད་བོད་པའི་ལྷས་ས་ལ་བཞུགས་མཁན། བོད་པ་ཚོ་བ་ཡོད་མཁན་ཁ་ཤས་ཀྱིས་མཁྱེན་ཡོད་ཀྱི་རེད། མཁྱེན་ཡོད་ཀྱི་རེད། ད་མང་ཆེ་གེ་ད་ཁག་བོད་པ་མང་ཆེ་བརྒྱ་ཆ་དགུ་བཅུ་གོ་བརྒྱད། གོ་དགུ་ཅིག་གིས་ཚོ་བ་ཁ་ཡོད་མ་རེད། ད་རྒྱ་མི་དེ་མའོ་ཙེ་ཏུང་གིས་གྲ་སྒྲིག་བྱས་བྱས་དམག་གིས་གྲ་སྒྲིག་བྱས་བྱས་དམག་མི་དམག་མང་པོ་ཁོ་རང་ཚོ་ནང་དུ་དམག་མང་པོ་བརྒྱབ་ནས་ནང་འཁྲུག་མང་པོ་བརྒྱབ་ནས་ཉམས་མྱོང་ཡོད་མཁན་དམག་མི་དེ་ཚོ་གྲ་སྒྲིག་བྱས་ནས་ཨ་ནི་ཕྱི་ལོག་གི་ལྔ་བཅུ་ཐམ་པ་ལ་བོད་ས་ཡ་དེ་འགོ་བཙུགས་པ་རེད། ད་དེ་ཚོ་ང་ཚོ་གི་ཆབ་སྲིད་པ་རྣམས་ཀྱིས་བཤིག་ཡོག་མ་རེད། གྲ་སྒྲིག་བྱེད་སྟངས་བཤིག་ཡོག་མ་རེད། རྒྱལ་ཁབ་སྲུང་སྐྱོབ་དེ་བཤིག་ཡོག་མ་རེད། ཨ་ནི། དེ་འདྲའི་མང་པོ་ཅིག་མ་ཤེས་པའི་ཐོག་ནས་གར་ཕྱིན་མ་ཤོར་བསམ་པ། ཨ་ནི་བོད་དེ་རང་དབང་རང་བཙན་ང་རང་ཚོ་འཛིན་སྐྱོང་དེ་ང་རང་ཚོ་བྱེད་པའི་སྐབས་དེ། ཨ་ནི་བོད་པའི་དབུ་ལ་བཞུགས་མཁན་ཚོས། བླ་མ་ཡིན་ན་འདྲ། ཆོས་པ་གཞན་དག་ཡིན་ན་འདྲ། འཛིན་སྐྱོང་གི་སྐུ་དྲག་ཡིན་ན་འདྲ། ཁོང་ཚོ་ང་ཚོ་བོད་རང་ལ་འཛིན་སྐྱོང་བྱེད་དང་མི་མང་དེ་ཕ་གནས་མ་ཐུབ་པ་དང་འཛིན་སྐྱོང་བྱེད་མ་ཐུབ་པ་དང། ཅིག་ཅིག་དབང་ཆ་ཟེར་བའི་དེ་ཚོ་ལ་མགོ་འཁོར་ནས། རྒྱལ་ཁབ་སྲུང་སྐྱོབ་ཟེར་མཁན་དེ་འདྲས།

སངས་རྒྱས་ཀྱི་ཆོས་དེའི་མཚན་དེ་ཁས་ནི་སངས་རྒྱས་ཀྱི་ཆོས་ཀྱི་མཚན་དེ་ཁས་ནི། ད་སངས་རྒྱས་ཀྱི་མཛད་པ་དེ་འདི་འདྲས་རེད་ཟེར་ཞེས་དངོས་ཡོད་གནས་ཚུལ་དང་མཐུན་པ་ཅིག་གསུངས་ཡོད་ནའི་མེད་ནའི་ད་ག་འདྲ་ཆོས་འདི་རྩ་ཆེན་པོ་ཡིན་པའི་ཐོག་ནས་མི་མང་པོ་ཅིག་གྲགས་ཅན་ཞི་བ་ཆགས་རེད། པདྨ་གསེར་གྱི་བྲག་ཅན་ཆགས་ནས། དེ་ལ་ནུས་པ་ཡོད་པ། དེ་ཁེངས་རྒྱུ་ཡོད་པ། དེ་ལ་བྱིན་རླབས་ཡོད་པ་དང། དེ་ཀྱི་མཛད་པ་ག་རེ་ཡིན་ནས་ག་རེ་བསྒྲུབ་འགྲོ་ཡ་སོགས་རེ་བྱེད། དེ་འདྲའི་བྱས་བྱས། ལས་ཀ་འདི་འདྲའི་འདི་འདྲའི་བྱས་པ་ཡིན་ན། སྡིག་པ་བསལ་འདི་འོག་རེད།

ཨཱ་ནི། སྡིག་པའི་རིགས་འདི་བྱས་པ་ཡིན་ན། ཨཱ་ནི་གཉའ་ལ་ལ་དྲུག་རེས་བྱིན་ནས་དེ་འདྲའི་སྲས་པོ་ལ་བཟོས་ནས་མི་མང་ལ་འགྲེལ་བྱེད་མི་མང་གཞན་དག་ཡོན་ཏན་གཞན་དག་མེད་དུས། དེ་ཡིན་དེ་མིན་ཚེ་རྩད་གཅོད་བྱེད་ཀྱི་འོག་མ་དེ་ཡིན་ཤག་ཤག་བྱས་དུས་ཙམ་པ། མི་མང་མང་བཅས་ཞེད་སྣང་ཚེ། ཞེད་སྣང་གི་སྒང་ལ་དེ་དེར་གནས་པ། ད་གཅིག་བྱས་ན་ཉལ་ལ་འགྲོ་གི་རེད། ཨ་ནི་སྦྱིན་པ་བཏང་ན་པའི་རང་བཞིན་གྱི་དེ་ནི་ཕན་གི་རེད་ཟེར་བསམ་བསམ་ར་གཅིག་མ་གཏོང། ཨ་ནི་རང་བཙོག་བཙོག་བཟོ་དགོས་གོ་རང་ཡག་པོ་བཟོ་དགོས་གོ་རང་ལ་ཡོན་ཏན་གོ་གི་ཡོད་པ་བཟོ་དགོས་གོ་བ་ཨ་ནི་ང་ཚོ་སྤྱི་ཚོགས་དེ་ཡག་པོ་བཟོ་དགོས་གོ་བ་སྤྱི་ཚོགས་དེ་ཚད་ལྡན་བཟོ་དགོས་གི་ཡོད་པ། ཕྱི་ཚོགས་ནང་ལ་མི་སྤྱི་དང་ག་རེ་ཡི་དང་ག་རེ་དང་ག་རེ་ཡིན་ན་ཡོན་ཏན་དགོས་ཀྱི་ཡོད་པ་ལག་ཤེས་དགོས་ཀྱི་ཡོད་པ། འཚོ་བ་དགོས་ཀྱི་ཡོད་པ་མཐོང་རྒྱ་དགོས་ཀྱི་ཡོད་པ་དེ་ཐོག་ལ་ཞེ་དྲག་གསུང་མཁན་སུ་ཡོད་མ་རེད། ལབ་གྲ་ཡོད་མ་རེད། ད་ཆོས་ཕྱོགས་ནས་ཤུགས་ཆེན་པོ་ཧང་སང་གི་ཤུགས་ཆེན་པོ། དེའི་ནང་ནས་ང་ཚོ་དགེ་ལེགས་གཉིས་ཟེར་གྱི་དེའི་ཐོག་ནས་ནི་ཆོས་མ་སྤྱད་ན་སྡིག་པས་གང་ལ་བྱས་ནས་ཡར་ལ་ལ་འགྲོ་ཡ། དེ་འདྲའི་ཅི་ཤུགས་ཆེན་པོ་འཇོག་རོགས། དེ་འདྲས་ཡིན་དུས་བརྩམས་པ་ཆོས་དང་འཇིག་རྟེན་ལོག་ཁ་ཡིན་ཟེར། ཨ་ནི་ཆོས་བྱས་ན་ནི་མང་པོ་ཅིག་གྲུབ་པའི་ཡུལ་བ་ཞིག་གསུབ་ཐབས་ཀྱི་རྣམ་པ་ཞིག་སྟོན་གྱི་ཡོད་པ། འཇིག་རྟེན་བྱས་ན་འཇིག་རྟེན་དེ་ལ་བདེ་བ་མེད་པ་ཅིག། འཇིག་རྟེན་དེ་ལ་དེ་བས་བདེ་བ་མེད་པ་ཅིག་མང་པོ་ཅིག་གསུང་གི་ཡོད་གསུང་གི་ཡོད་པ། ད་ཐལ།

དངོས་ཡོད་གནས་ཚུལ་དང་མཐུན་པས་དེ་ཚོ་ཁྲིམས་འདི་ག་འདྲས་སུ་བཏང་གི་རེད། ད་མི་སྐྱག་རྫུན་མི་ཡོན་ཏན་ཞེ་དྲག་མེད་ན་སྐད་ཆ་བཤད་ཚད་ཚང་མ་ལ་རྫུན་མེད་བཟོ་ར་ཅིག་ག་རྫུན་ནི་གོ་དྲང་པོ་བཤད་ཐུབ་ཡ་རེད་དྲང་པོ་འདི་ག་འདྲས་ཡིན་མི་ཇག་སྒོར་མོ་ཚད་ག་རེ་ཡིན་ནས་བཤད་དེ་ག་ཅིག་སྐད་ཆ་ཞིག་བྲིས་པ་ཡིན་ན་ལམ་སང་ལན་ཅིག་རྒྱག་རོགས། ཁོ་བདེན་པ་ཡིན་རུང་མིན་རུང་ཁོ་ལན་ཞིག་བརྒྱབ་ཚར། ཉན་མཁན་དེ་གིས་ད་དེ་བདེན་པ་ཡིན་སྲིད་ཀྱི་རེད་བསམ་སའི་ངང་ལ་ད་ག་ད་ཉན་ནས་དེ་སྒང་ལ་འགྲོ་ནས་གཅིག་གཅིག་ལ་གོ་སྐོ་མང་པོ་བྱེད་འགོ་བ་རེད། ད་དེ་ཚོ་གོ་སྐོར་དེ་ཚོ། ཆབ་སྲིད་ནས་ཡོང་སྲིད་པར་བ། སྤྱི་དང་འགྲོ་དང་འགྲོ་ལུགས་ནས་ཡོང་སྲིད་པར་བ། ཨེ་ནི་ཆོས་ཕྱོགས་ནས་ཡོང་སྲིད་པར་བ། དེ་ཚོ་བྱུང་ཡོད་རེད་བྱུང་ཡོད་མ་རེད་བས་ཟེར་ན་བྱུང་བས་སོ་རེད་འདུག་ག།

ཚུལ་ཐོག་ནས་ང་ཚོ་མཐུན་ཤོག་ག་ཚོད་ཕྱིན་ཡོག་རེད་ཕྱིན་ཡོག་མ་རེད། ང་ཚོ་ག་ཚོད་ལངས་ཕྱོགས་སྐོར་ལ་སྒྲུབ་ཡག་ཅིག་སྒྲུབ་པས་སྒྲུབ་ཐུབ་ཡག་གི། དེ་འདྲ་ལ་ཡག་ལམ་སང་སྒྲུབ་མ་ཐུབ་ན་ཕུགས་ནས་སྒྲུབ་ཐུབ་ཡག་དེ་འདྲ་གི་ཐོག་ལ་ང་ཚོ་བསམ་བློ་མང་པོ་ཅིག་འཁོར་དགོས་པ་གཏང་དགོས་ཡོག་རེད། ང་ཚོ་བོད་པ་ཟེར་མཁན་དེ་ཉུང་ཤོས་ལ་འཛམ་བུ་གླིང་གི་རྒྱལ་ཁབ་མང་པོ་ཅིག་ཡོད་རེད་བ་དམིགས་བསལ་གྱི་རྒྱལ་རབས་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ཡག་པོ་ཡོད་པ་དེ་ཚོ་དེ་ཚོ་གི་ཤེས་བྱ་ཡོན་ཏན་དེ་ཚོ་དེ་ཚོ་འདྲ་པོ་ར་ཅིག་ང་ཚོས་རྟོགས་ཐུབ་པ་ཅིག་སྒུག་ཡོད་རེད། ཨ་ནི་མི་གཅིག་གཉིས་ཀྱིས་དང་མི་བརྒྱ་ཉིས་བརྒྱ་གིས་རྟོགས་པ་ཅི་དགོས་འགྲིག་མ་རེད་ང་རང་ཚོ་བོད་པས་ཤེས། ཚང་མ་ཡག་མཉམ་དུ་ཁྲིད་ཐུབ་པ་དང་ང་ཚོའི་སླ་བར་ལ་ཡོན་ཏན་ཆ་ཚང་དེང་དུས་དང་མཐུན་པའི་སློབ་སྦྱོང་རིགས་སླ་བས་ཀྱིས་སླ་བས་ཀྱིས་ཡོན་ཏན་འདིས་དགེ་རྒན་དེ་ཚོ་ལ་སྤྲད་དགོས། དགེ་རྒན་དེ་ཚོ་ལ་ཡོན་ཏན་ཆ་ཚང་དེ་དེང་དུས་དང་ས་ལུགས་མཐུན་པའི་ཡོན་ཏན་མ་བྱུང་ན་བུ་དེ་ཚོ་ལ་ག་འདྲས་སླ་བ་རེད་སླ་བ་ཐུག་མ་རེད་བ།

བོད་པའི་སླབ་གྲྭའི་ནང་ནས་ཐོན་པའི་སྤུ་གུ་ཚོ་བོད་སྐད་ཡག་པོ་མ་ཤེས་མཁན་དེ་མང་པོ་འདུག་ཨ་ནི་དེ་ག་འདྲས་སུ་བྱུང་བ་རེད། བོད་པའི་སླབ་གྲྭ་ཡག་ཚུལ་ནས་བོད་པའི་སྤུ་གུ་རང་བོད་པའི་རང་དེ་ནས་སྐད་ཆ་བཤད་དུས་ཚིག་དེ་ཚོ་ཁྱད་མཚར་མང་པོ་ཅིག་གསར་པ་མང་པོ་ཁྱད་མཚར་བ་མང་པོ་ཅིག་ཁུངས་ལུང་ཡོད་ལབ་མ་ལོ་ར་གསར་པོ་མང་པོ་ཅིག་ཡོང་གི་འདུག་བ་ཚོ་ག་འདྲས་སུ་བྱུང་བ་རེད། བསླབ་གྲྭའི་ནང་ལ་བོད་དེ། བའི་སྤུ་གུ་ཡིན་དུས་བརྩམས་པ། བོད་ཀྱི་སྲབ་ཁྲ་དེ་སོ་སོ་སོགས་ཀྱིས་བྲིས་ཐུབ་པ་ཞིག་གོ། ཨ་ནི་སོ་སོ་ག་བ་སྐྱེས་ཡོད་མེད་དེ་གཟུགས་པོ་འཛུགས་ས་དེ་ཡིན་གོ། ཤེས་གོ། ལྷག་ས་དེ་ག་བ་ཡོད་མེད། ཆབ་མདོ་དང་ཨ་མདོ་དང། མངའ་རིས་དང། ཇོ་མོ་ལུགས་མ་དང། ག་རེ་གངས་རིན་པོ་ཅན་དང། བྱང་ཐང་དང།

ཨ་ནི་འཛམ་བུ་གླིང་འདིའི་ནང་ལ་རྒྱལ་ཁབ་ག་ཚོད་ཅིག་ཡོད་རེད། འཛམ་གླིང་རྒྱལ་ཚོགས་ཟེར་མཁན་དེ་ག་འདྲ་རེ་ཅིག་ཡོད་རེད། ཁོང་ཚོ་བྱེད་སྟངས་བྱ་ལུགས་དེ་ག་རེ་ཡོད་རེད། འཛམ་གླིང་རྒྱལ་ཚོགས་ཀྱི་ཁྲིམས་དེ་ག་རེ་རེ་ཅིག་ག་འདྲ་ཅིག་ཡོད་རེད། ང་ཚོ་འཛམ་གླིང་རྒྱལ་ཚོགས་ནང་ལ་མ་ཚོད་པའི་ག་རྒྱུ་མཚན་དེ་ག་རེ་རེད། ག་རེ་ཚངས་གཡོག་མ་རེད་ག་རེ་གུ་གུ་གཡོག་རེད། འཛམ་གླིང་རྒྱལ་ཚོགས་ནང་ལ་ཚུད་པ་ལ། ཨ་ནི་ང་ཚོ་བོད་འདི་ག་ཧྲལ་ཆེ་ནི་ཤོག་རེད་ཤོག་གྲངས་འདི། རྒྱ་མི་གི་བོད་ཟ་དགོས་ཡ་རྒྱུ་མཚན་འདི་ག་རེད་དེ་འདྲའི་ལས་སླ་པོ་ཆེ་ནི་ཟས་ཟ་ཐུབ་ཡ་འདི་ག་རེ་བྱས་ནི་མ་བྱུང་པ་རེད། ད་དེ་འདྲས་དེ་འདྲས་དེ་འདྲས་བྱས་ནས་མ་བྱུང་བ་རེད་ཟེར་རྒྱུ་ཤེས་སོང་ན། ཨོ་ད་མ་འོངས་པ་ལ་ང་ཚོ་དེ་འདྲས་མ་ཡོང་བའི་ཡོན་ཏན་དང་ཆབ་སྲིད་ཅིག་འགོག་མི་འདུག་བས་ཟེར། དེ་ཡིན་དུས་ཨ་ནི་ད་དེ་ག་ནས་དེ་འདྲས་བཟོ་བ་ལ་ག་རེ་འགོག་དགོས་བ་རེད། ང་ཚོས་སྤུ་གུ་ཆུང་བ་ལ་བསླབ་གྲྭ་ཡང་སྤུས་དག་ཡོད་པ། དེ་ལ་སློབ་སྦྱོང་སྤྲད་མཁན་དེ་ཚོ་སྤུས་དག་ཡོད་པ། བུད་མེད་ཀྱི་འཛིན་སྐྱོང་བྱེད་མཁན་མི་ཤེས་བྱ་ཡོན་ཏན་མཐོ་བོ་ཡོད་པ། ཤ་ཚ་ཡོད་པ། རྒྱལ་ཁབ་ལ་བདག་པོ་རྒྱག་ཐུབ་པའི་མི་དམངས་ལ་འཛིན་སྐྱོང་བྱེད་མཁན་འཛུགས་སྐྲུན་བྱེད་ཐུབ་དགོས། མི་དམངས་ཀྱིས་དཀའ་ལས་རྒྱག་གི་འོག་རེད་དེ་སྐད་དཀའ་ལས་རྒྱག་པ་དེ་འཕྲོ་བརླག་མ་བྱེད་ཅེས་ཁ་མ་གཏོགས་བྱས་རྗེས་མ་རྩ་དང་མ་སོང་ན་ཡར་བཙུགས་རྗེས་སྟོབས་འབྱོར་བཟོ་ཐུབ། རང་གི་རྐང་རང་གིས་གང་ལ་རང་གི་འཚོ་བ་འདི་རང་གིས་ལང་མ་ཐུབ་པས་མ་ཚད་མི་གཞན་ལ་ཡང་རོགས་པ་བྱེད་ཐུབ་བས་ཅི། ཡོང་སྲིད་ཡ་ཅི་ཡོད་རེད་པས་སྲིད་ཡ་ཅི་ཡོད་མ་རེད་པས་དང། སྲིད་ཡ་ཅི་ཡོད་པས་སོར་བཞི་བཏུ་བ། དེ་བྱས་པ་ཡ་ཡིན་གཅིག་མིན་གཅིག་རང་བཙན་འགོག་པ་མ་རེད། ད་མི་ཁ་ཤས་ཀྱིས་གར་ཤོག་རེད་ཟེར། ང་ཚོ་ས་ཆ་སྦ་ར་ཁང་མེད་པར་གར་འདི་ཡོག་མ་རེད་འདི་ཡོག་མ་རེད་ཟེར། དེ་ལུང་པ་ཁ་བ་བསྡད་ཡོད་ན་ཡིན་ས་ཆ་གཅིག་རག་ཡོག་རག་གི་ཡོག་ཐོབ་ཐང་ཤོག་རེད། དེ་ཚོ་ཡག་པོ་ཅིག་བེད་སྤྱོད་བཏང་ཐུབ་ན་དེ་གི་ས་ཆ་དེ་གི་དབང་ཆ་སེམས་ནི་ས་ཆ་དེ་གི་མི་གི་གུ་ཤོག་རྒྱག་ཆོག་གི་མེད་པ་མ་རེད། ལུང་པ་དེ་ཡི་ནང་ལ་བསྡད་ནས་ལུང་པ་དེ་གི་ཁྲིམས་དང་མཐུན་ནས་ཨ་ནི་བྱེད་དགོས་པ་རེད་དེ་དང་བྱེད་དུས་ཙམ་པ་ཨ་ནི་སྒོ་རྒྱ་ཆེ་ཐག་གཅོད་བྱེད་ཐུབ་པ་ཡོད་ང་ཚོའི་ང་ཚོར་ས་ཆ་མེད་པ་རང་དབང་མེད་པ་འདི་བྱས་ཆོག་མ་རེད་འདི་བྱས་ཆོག་མ་རེད་སོ་སོ་སོ་སོ་ལ་མ།

ཁྲིམས་ཁང་ལས་ཁུངས་དེ་འདྲ་བཙུགས་དགོས་ཡ་དང་དེ་འདྲ་དགོས་ཀྱི་ཡོད་ན། ཁྲིམས་ཏང་ཐོ་བས་ཁྲིམས། ཁྲིམས་ཏང་ནི་བོད་པའི་ཁྲིམས་བོད་བརྒྱུད་ཀྱི་ཁྲིམས་ཏང་ནི་ཨ་ནི་ཁོ་བཙོན་ཁང་ལ་ཏང་ཐོ་བས་ཀྱི། བཙོན་ཁང་ལ་ཏང་ཐོ་བས་དབང་ཆ་དེ། སློབ་སྦྱོང་བྱས་པ་ཡིན་ན་ལུང་པ་དེའི་ནང་ནས་ཐོབ་ཐང་དེ་བཙལ་ཐུབ་པའི་ཅིག་ཡོད་རེད་བསམ་གྱི་འདུག་གང་ཡིན་ཟེར་ན་ལུང་པ་དེ་དང་མཐུན་པའི། ཁྲིམས་ཀྱི་སྐོར་རེད་ཁྲིམས་བོད་ཀྱི་སྐོར་དེ་བོད་པའི་མིང་གི་ཐོག་ནས་ད་བོད་པའི་ཁྲིམས་ཁང་བརྗེ་གི་ཁྲིམས་དེ་བཏང་དུས་བཏང་དུས་དེ་ཚད་དང་ལྡན་པ་དཔེ་ན་ཆགས་ཤེ་ན་རྒྱ་གར་ལ་ཡིན་ན་རྒྱ་གར་གི་ཁྲིམས་དང་མཐུན་པའི་ཁྲིམས་ནི་ཁྲིམས་ཁང་དེ་བོད་པའི་ཁྲིམས་ཁང་དེ་རྒྱ་གར་དང་མཐུན་པའི་ཁྲིམས་ཡང་དག་ཅིག་ཡོད་ན། ཡིན་ན། ཨ་ནི་དེའི་གིས། ཁྲིམས་ཐག་བཅད་པ་དེ། ཁྲིམས་ཐག་བཅད་པ་དང། ཨ་ནི་པོ་ལིས་རེ་ད་ཁོ་སེམས་གོ་ཡོད་ཟེར་ལབ་ན། དེ་བཀའ་དེ་ཉན་གོ་གི་ཡོད་པས། སློབ་སྦྱོང་དང་ཡོན་ཏན་དེ་བཞག་གོ་བ་རེད་དེ་བཅག་ན་དེ་དེ་མི་ཡོང་བ་ཡོད་མ་རེད། ཁྱེད་རང་ཚོ་བོད་པ་ཡིན་ཙང་དེ་འདྲས་བྱས་ཆོག་གི་མ་རེད་ཟེར་མཁན། དགེ་རྒན་རྒྱ་གར་ནང་ལ་ཁྲིམས་ལ་ཡོད་མ་རེད། རྒྱ་གར་གྱི་ཁྲིམས་ནང་བཞིན་བྱས། རྒྱ་གར་གྱི་ཁྲིམས་ཀྱི་ལམ་ལུགས་དེ་ཆ་ཚང་ཁེ། མཐོ་ཚད་དེ་ཏག་ཏག་ཡོད་ཡོད་པ་བྱས། རྒྱ་གར་ཁྲིམས་བཞིན་རང་བྱས་བྱས་ཡིན་ན་ཡང་འཛིན་སྐྱོང་བྱེད་མཁན་དེ་བོད་པ་རང་བྱས་ཡིན་པ་བྱས། ཨ་ནི་མི་བོད་པའི་གི་མི་གཅིག་གིས་བོད་པ་གཅིག་ལ་ཐུབ་ཚོད་བཏང་བས་ལོ་སོབ་ད་རེ་ཅིག་ཡོད་པ་ཡིན་ན། ཨ་ཁོ་ཁྲིམས་བཏང་བས་ན་ཁོ་བཙོན་ཁང་ལ་འགྲོ་དགོས་ཡ་གི་གནད་འགག་ཅིག་ཆགས་ཡོད་ན་དེ། ཨ་ནི་བོད་པའི་ཁྲིམས་དེ་བཏང་བ་དེ་ཨ་ནི་རྒྱ་གར་པོ་ལིས་ལ་མ་རྩིས་སྤྲད་ཅེས་དགོས་དོན་གང་བརྗོད་དགོས་ཡ་དེ་དེ་ཚོ་ཡོང་སྲིད་ཡོང་ཡོང་ཡ་གྱི་རེད་བསམ་གྱི་འདུག་ཁ་ཤས་ཀྱིས་དེ་ཡོང་གི་མེད་པའི་སོར་རྗེས་ང་ཚོ་ཁ་ས་ན་ས་ཆ་ས་མ་ཡོག་ང་ཚོ་ལ་ས་ཆ་ཡོག་མ་རེད་ས་ཆ་བར་གང་ཡོག་མ་རེད་རང་དབང་ཡོག་མ་རེད་ཟེར་བ་མ་རེད་དེ་ཚོ

བོད་པ་མང་དག་ཚུལ་བྱས་བོད་པ་ལ་སྤུ་གུ་བརྒྱ་དང་ལྔ་བཅུ་དུ་བྱིན། ཉིས་བརྒྱ་དུ་བྱིན། བརྒྱ་དང་ལྔ་བཅུ་དང་ཉིས་བརྒྱ་གི་པར་རུག་ལ་སྤུ་གུ་ཡོད་པ་ཡིན་ན། དེ་ང་རང་ཚོ་བོད་པ་རང་གིས་འཛིན་སྐྱོང་བྱས་ནས་དེའི་ནང་ལ་དགེ་རྒན་ཁ་ཤས་ཕྱི་རྒྱལ་བྱས། དགེ་རྒན་ཁ་ཤས་བོད་པ་རང་བྱས་འཛིན་སྐྱོང་བྱས་ནས་དེ་ནས་ཨིན་ཇི་གི་འགྲོ་སྟངས་འགྲོ་ལུགས་ཡིན། ཐོག་ནས་དེ་བསླབ་དེའི་སྒང་ལ་བོད་ཡིག་བསླབ། བོད་ཀྱི་རིག་གཞུང་བསླབ་བྱས་ཀྱི་བཙུགས་པ་ཡིན་ན། དེའི་འགྲོ་སོང་དེ་དབྱིན་ཇི་གཞུང་གིས་བཏང་གི་རེད། དབྱིན་ཇི་གཞུང་གིས་སྤུ་གུ་ཚང་མ་ལ་བཏང་གི་འོར་བ། དེ་འདྲ་དབྱིན་ཇི་གཞུང་གིས་བཏང་གི་འོར་བ། དེ་ཡིན་དུས་ཚང་མ་ང་ཚོའི་བོད་པའི་སྤུ་གུ་ཞིག་བོད་པའི་ལོགས་ཁག་ཅིག་རེད་དེ་སྤུ་གུ་བོད་པའི་སྤུ་གུ་ཚང་མ་མཉམ་སྦྱོར་རོགས་བྱས་ན་མ་གཏོགས་དབྱིན་ཇི་གཞུང་གི་འགྲོ་སོང།

དགེ་རྒན་གྱི་གླ་ཆ་དེ་ཚོ་ཁོ་ཚོ་སྤྲད་ཡོང་གི་རེད། ང་ཚོས་སྨོན་ལམ་རྒྱག་དེ་འདྲའི་སྲོལ་བྱུང་ན་བྱུང་ན་སོ་ཞེས་ལན་དེ་ནི་ཡོང་ཡ་ཡོད་མ་རེད། དེ་འདྲ་ཡིན་དུས་དེ་འདྲ་གི་ཤེས་བྱ་ཡོན་ཏན་དགོས་ཀྱི་ཡོད་པ་དང་དེ་འདྲའི་མཐོང་རྒྱ་དགོས་ཀྱི་ཡོད་པའི་མི་ལ། མཐོང་རྒྱ་བྱུང་ཡོད་མཁན་དེ་འདྲ་ལ་དེང་དུས་ས་ལུགས་དང་མཐུན་པའི་མི་སྣ་ཟེར་ལབ་ན་ཡག་པོ་འདུག་བ། དེང་དུས་ད་ས་ལུགས་དང་མཐུན་པའི་མི་སྣ་མང་པོ་ཡོད་ན་རྣམ་དཔྱོད་མང་པོ་ཡོད་ན་སྤྱི་ཚོགས་དེ་ལ་ཕན་ཡོང་དགོས་རུང་བ། རྨོངས་དད་ཀྱི་ཆོས་ཡིན་ན་ཡག་པོ་ཡོད་མ་རེད་བཞིན་ཆོས་པ་ཡང་དག་ཚོས་གནང་མཁན་ཚོས་གསུང་གོ། ད་ག་ནང་བཞིན་ང་ཚོ་ཆབ་སྲིད་ལ་རྨོངས་དད་ཀྱི་ཆབ་སྲིད་ཟོར་ཅིག་ཡོད་རེད་བ། དཔེར་ན་ཤ་བཤད་ན། མི་ཁ་ཤས་ཀྱིས་རང་དབང་རང་བཙན་ཟེར་བ་འདི་མི་སྒྲུབ་པའི་རྒྱུ་མཚན་རྩ་བ་ནས་མཐོང་གོ། དཀའ་ལས་རྒྱག་པ་ཡིན་ན་རང་དབང་རང་བཙན་ཟེར་མཁན་དེ་ཀྱག་ཀྱག་གི་ཐོག་ནས་སྒྲུབ་ཡ་གི། ནུས་པ་དང་རྒྱུ་མཚན་ཡོད་རེད། འོ་ད་དེ་མི་གཏོང་མཁན་མང་ཐག་ཆོད་ཡོད་རེད། རང་བཙན་ག་པར་རག་གི་རེད་ཟེར་ནས་བཤད་མ་ཡོང། རྩ་བ་རང་ནས་རག་གི་མ་རེད་ཟེར་མཁན་དེ་རྩ་རེ་མཐོང་གོ་ཡོང་བ་གོང་དུ་རྒྱག་ཅིང་མཐོང་གི་མེད་རེ་འདུག་བསམ་པ། ཨང་དེ་མ་གཏོགས་མ་ཤེས་རང་ཤེས་རང་ཤེས་རེད། ད་སྔོན་མ་ཡིན་ན་སྐབས་གཅིག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བདུན་ཅུ་ཚོའི་བར་དུ། ཡང་རྨོངས་དད་དང་གཅིག་པ་རེད། དེ་དུས་རང་བཙན་དགོས་ཀྱི་ཡོད་ཟེར་ནས་མི་ཚང་མ་གིས་བཤད་སྲོལ་གཅིག་གི་ཐོག་ནས་ང་ཚོ་རང་བཙན་དགོས་ཀྱི་ཡོད།

ར་ཚོ་ཚོ་ཡོག་མར་བཏགས། རང་བཙན་རག་པ་རང་བཙན་དགོས་པ་དང་རག་ཡོན་ཏན་གྱི་ཐོག་ནས་རྒྱ་དམར་པོ་ལ་ཁ་བརྡ་བཅག་དགོས་རེད། འཛམ་བུ་གླིང་གི་ཁྲིམས་དང་ལུགས་སྲོལ་དེ་ཚོ་ང་ཚོ་ཧ་གོ་དགོས་རེད། རྒྱ་མི་རྒྱུགས་ཟིན་ཏེ་ལམ་སང་འབྲུག་མར་སྦགས་ཟིན། ཨ་ནི། ཁ་བརྡ་བྱས་ནས། མཐའ་མ། དམག་ཅིག་རྒྱག་དགོས་དགོས་ཡོད་ནས། དེ་རྒྱག་ཡག་གི་གྲ་སྒྲིག་བྱེད་དགོས་སྐོར་སྦགས་ཟིན། རྒྱ་མི་གི་ཟས་པ་དེ་ནོར་རེད་ཟེར་ནས་འགྲེལ་བཤད་ཡང་དག་པ་དེ་རྒྱག་ཐུབ་དགོས་སྐོར་རེད་སྐོར་སྦགས་ཟིན། རྒྱལ་རབས་ལོ་རྒྱུས་ནས་བྱས་རྗེས་སྐོར་སྦགས་ཟིན་དེ་ང་ཚོ་ལ་ཡོད་རེད། དེ་མེད་ན་ང་ཚོ་རང་བཙན་དེ་ར་ཆོག་ཆོག་བརྗོད་ཡོད་ནའི་རེག་མར་བཏགས་སྲིད། ཁང་སང་ལེན་སྟངས་དེ་ཤེས་དགོས་མ་རེད་བ། ཨེ་ནི་ཕ་ག་རང་བཙན་དེ་ར་བ་ཡིན་ན་འཛིན་སྐྱོང་དེ་བྱེད་ཤེས་གི་རེད་བས། དེ་སྐད་གཙང་མ་དྲི་བ་རེད། རྨོངས་དད་ཆུ་ཁོག་བྱས་བྱས་སོ་སོ་སོ་སོ་ཆུ་ཁོག་མ་ཤི་མ་སྟོང་པ་བཟོ་བར་བྱེད་བྱས་ནི། ངས་ཁྱེད་རང་མཐོང་ཁྱེད་རང་ང་ལ་མཐོང་དེ་བཞིན་དེ། དེ་སྒང་དང་དེ་འོག་ལ་རྩྭ་ནི་མ་བཏང་བར་སོར་བཞི་བྱེད། ལས་ཀ་དེ་འདྲས་བྱས་ནས་འགྲོ་མཁན་ཡོད་ན། དེ་བོད་མི་རིགས་ལ་ཕན་ག་འདྲས་སུ་ཐོགས་རེད་གནོད་ཡོང་གི་རུ་བ་ད་མདོག་གནོད་ཡོང་གི་རུ་བ། ཨ་ནི་ང་ཚོ་ཡར་རྒྱས་ཀྱི་གཏམ་ཡོད་ན་ང་ཚོ་སྟོབས་འབྱོར་སྟོབས་འབྱོར་ཡོད་ན། འཛམ་བུ་གླིང་གཞིས་རྒྱལ་ཁབ་དེ་ཚོ་ལ་བལྟས་སུ་བལྟ་དགོས་རེད།

དེ་ཚོ་ལ་བདག་པོ་མེད། དེ་ཚོ་ལ་བདག་པོ་བརྒྱག་ཤེས་དར་ཆོག། ཚོང་དེ་ཚོང་བརྒྱབ་ནས་ཁེབས་སང་ཞེ་དྲག་མི་འདུག་ན་ད་ག་རེ་བྱུང་མི་འདུག་ཟེར་བལྟ་བ་རེད་མ་གཏོགས། བཙོང་བཞག་ཡ་མ་རེད། གཡུག་བཞག་ཡ་མ་རེད། ད་ཡ་བཙོང་གི་ཡིན་ན་ཀོ་བཙོང་སྟངས་དེ་ཕ་དེ་བཙོང་ནས་ཚུར་ཡོང་གོ་དེ་ག་རེ་དོག་ཡག་པོ་ག་འདྲ་ཡོང་གི་འདུག་བལྟ་བ་རོགས། བྱེད་དུས་དམ་པ། ང་ཚོ་ཚོང་ལས་དང། འཕྲུལ་ལས་དང། དེ་ནི་ཁ་རས་དེང་སང་ང་ཚོའི Computer System འབྱོར་བ་དེ་དྲ་རྒྱ་གི System དེ་ཚོ་ད་ང་རང་ཚོས་གསར་བ་འཛུགས་སྐྲུན་གསར་བ་ཅིག་བཟོ་མ་ཐུབ་ན་ཡང་བེད་སྤྱོད་བཏང་བཏང་དང་ཨ་ནི་བོད་པ་ཚང་མ་ལ་དེ་ལབ་ནས་སྤུ་གུ་ནས་མི་ཆེ་ཆུང་ཚང་མ་ལ་ལབ་ནས་གྲུང་པོ་ཅིག་དང་འཇོན་པོ་ཅིག་གཅིག་གིས་གཅིག་ལ་ཕན་ཐོགས་བྱེད་མཁན་བྱུང་པ་ཡིན་ན་ཕན་ན། ཚེ་འདི་རུ་མི་གཅིག་གིས་གཅིག་ལ་བོད་པ་གཅིག་གིས་གཅིག་ལ་ཕན། ཚེ་རྗེས་མ་ཟེར་མཁན་དེ་ཡོད་པ་ཡིན་ན། ཚེ་རྗེས་མ་ཟེར་མཁན་དེ་ཡོད་པ་ཡིན་ན་དེ་ལ་མི་ཕན་པའི་རྒྱུ་མཚན་གས་མི་འདུག་བ། ད་དེ་ཚོ་ཤེས་མཁན་དང་ཕ་བྱེད་ཆེད་གྲོང་རེ་རེ་བྱས་ནས་ཨེ་ནས་བོད་པའི་མི་ལ་རྩ་ཆེ་ཤོས་དེ་ག་རེ་རེད་ཟེར་ན་ག་བ་ཡིན་ན་མི་ཚང་སོ་སོ་ལ་བལྟ་བ་ཡིན་ན་མི་ཚང་དེ་རུག་རུག་བྱས་ནས་ཡག་པོ་བྱས་ནས་བསྡད་ཐུབ་བས་དེ་ཕུན་སུམ་ཚོགས་པ་ཅིག་བསྡད་ཟེར་ན་བསྡད་ཐུབ་བས་ལ་འཕྲོད་བསྟེན་དེ་འགོག་འདུག་ག་དང་འགོག། འཕྲོད་བསྟེན་དེ་ཡག་པོ་ཅིག་བྱུང་ན། བྱུང་ན། ཨ་ནི་ག་རེ་ཡིན་ནའི་དཀའ་ལས་བརྒྱབ་ནས་དགོས་པ་དེ་ཚོ་བསྒྲུབ་ཐུབ་རོགས། ད་འཕྲོད་བསྟེན་དེ་ཡག་པོ་ཡོང་དགོས་ལ། ག་རེ་ག་རེ་གི་ཐོག་ལ་འཕྲོད་བསྟེན་དགོས་རེད། འཕྲོད་བསྟེན་ཟེར་མཁན་དེ་ག་རེ་རེད།

ལྷག་པ་དེ་མེད་ན་ལམ་ས་ཞིག་གོ། ལྷག་པ་ན་ལྷག་པ་ཡིན་པ་ཙམ་གྱིས་འགྲིག་མ་རེད། ལྷག་པ་དེ་བཙོར་བོ་ཚོར་བོ་ཅིག་གོ་ཡ་ཡོད་པས་ལྷག་པ་དེ་མེད་པའི་ལྷག་པ་གཞན་དག་བྱོས་ན་ཡང་དགའ་བ་དང་འཇིགས་པ་ཤི་འགྲོ་བ། དེ་ལྷག་པའི་འཕྲོད་བསྟེན་དེ་དེ་འདྲ་ལྷག་པ་དེ་རང་བཞིན་གྱིས་ཡོང་དུས་ཙམ་བ་དེ་དེ་ལ་བསམ་གཏང་དགོས་མཁོ་མེད་པས་བསམ་འགྲོ་བ། གཟུགས་པོ་ལ་རྐང་ལག

བསམ་བློ་དེ་གོ་རེད་ཟེར་བསམ་བློ་དེ་ག་འདྲས་ཟེར་བེད་སྤྱོད་བཏང་གོ་རེད་ཟེར་བསམ་བློ་བཏང་ཤེས་པ་དང་མ་ཤེས་པ་ཟེར་མཁན་དེ་འདྲས་ག་འདྲས་སུ་ཡོང་གོ་བ་རེད་ཟེར། དེ་ཚོ་ཚང་མ་མི་གཅིག་གིས་གཅིག་ལ་ལབ་ནས་མ་གཏོགས་གནམ་ནས་བབས་ཀྱི་ཡོད་མ་རེད་ས་ནས་སྐྱེས་ཀྱི་ཡོད་མ་རེད། འབྲུག་ཡས་ཡོད་མ་རེད། དེ་ཡིན་དུས་བསམ་པ་ང་ཚོ་སྤྱི་ཚོགས་འདི་ལ

ཡོན་ཏན་གྱི་ཐོག་ནས་བཀུག་གི་ཡོད་རེད་ཁྲུས་ཆབ་ཀྱི་ཐོག་ནས་བཀུག་གི་ཡོད་རེད། ཨ་ནི་ཆབ་སྲིད་ཀྱི་ཐོག་ནས་བཀུག་དགོས་པ། ད་དེ་ཚོ་དེ་ཚོ་ཡག་པོ་ཕུན་སུམ་ཚོགས་པ་སོགས་རེད་ཅེས་བྱུང་ན། གཅིག་གིས་གཅིག་ལ་མེད་པ་ཡིན་ན་གོ་རྟོགས་སྤེལ་མཁན་གཅིག་བྱུང་པ་ཡིན་ན། ཨ་ནི་ང་ཚོ་དེང་དུས་ས་ལུགས་ཀྱི་དང་མཐུན་པའི་མི། བྱམས་དང་སྙིང་རྗེ་ཡོད་མཁན་གྱི་མི། ཅིག་མི་དང་སྤྱི་ཚོགས་ཅིག་ཆགས་འགྲོ་རུ་བ། ངོ་ད་དེའི་ཐོག་ལ་དཀའ་ལས་རྒྱག་མཁན་ག་ཚོད་ཚོད་ཡོད་རེད། དེའི་ཐོག་ལ་དེའི་ཐོག་ལ་དཀའ་ལས་རྒྱག་མཁན་དེ་ཚོ་ལ་དཀའ་ལས་རྒྱག་མཁན་དེ་ཚོ་ལ། ཁོ་གང་ཡང་མེད་པ་དཀའ་ལས་རྒྱག་འདུག་ཁ་བ་མ་རུ་བ། ཁོ་གླ་ཆ་སྤྲད་ཅིག་སྤྱི་ཚོགས་དེ་གི་བཟོ་དགོ།

དེང་དུས་ས་ལུགས་དང་མཐུན་པ་ཟེར་དུས་དེ་མི་གོ་ཡ་ག་ཡ་མོ་ཚང་མ་གོ། ཆོས་དང་ཆོས་ཡིན་ན་ཡང་གོ། ཆབ་སྲིད་ཡིན་ན་ཡང་གོ། མི་ཚེ་སྐྱེལ་སྟངས་ཀྱི་ཐོག་ནས་ཡང་གོ། འཕྲོད་བསྟེན་གྱི་ཐོག་ནས་ཡང་གོ། རྒྱལ་ཁབ་འདྲ་མཉམ་གྱི་ཐོག་ནས་ཡང་གོ། མི་རིགས་ཐོབ་ཐང་ནས་ཡང་གོ། དམངས་གཙོ། དམངས་གཙོ་དང་འགྲོ་བ་མི་ཡི་ཐོབ་ཐང་དང་རྣམ་དཔྱོད་རང་དབང་གི་ཐོག་ནས་འོ་དེ་ཚོ་ཚང་མ་དེང་དུས་ས་ལུགས་དང་མཐུན་པ་ཞིག་དགོས་ཀྱི་ཡོད་རེད། དེ་བྱུང་པ་ཡིན་ན་རྣམ་པར་དག་པའི་མི་རིགས་ཅིག་ཆགས་ཡོང་སེམས་ཀྱི།